མཐའ་དཔྱོད་སྡང་ཞལ་མེ་ལོང་དང། རྩོད་ལན་མཛེས་མའི་གཤིས་ཀྱི་ཐུམ་པོ་གཉིས་ནང་ལ་ད་དགག་བཞག་གནང་བཞག་རྒྱུ་དེ་ཆ་ཚང་ཅིག་ཁམས་གཙང་ཞུས་བཞག་ཡོད་ད་དེ་རིང་སྐབས་སུ་བབ་པ་ད་འདི་ཡི་གནད་འགག་དེ་བྱེ་བྲག་ཉིས་བརྩེགས། བྲིས་དགོས་དང་མི་དགོས་ཀྱི་གནད་འགག་དེ་མ་ཞུ་གི་ཡིན་དང་པོ་དེ་ལ། བདག་གི་རིག་སྔགས་ཀྱི་ཚད་གྲུབ་ཟེར་ནས་ད་བྱེ་བྲག་ཉིས་བརྩེགས་བྲིས་བོད་ཀྱི་ལུགས་སྲོལ་སི་ཏུ་པན་ཅན་གྱི།

བྱང་པ་སྔོན་དུ་སོང་མ་སོང་གང་ཟག་ག་འདྲས་ཅིག་ཡིན་པ་ཡིན་ན་ཡང་དཔེ་ཆ་ལྟ་མྱོང་མཁན་དང་མི་མྱོང་མཁན་ག་འདྲས་ཅིག་ན་ཆ་ཚང་གི་ད་ཤིང་རྒན་ཧ་མོ་གོ་མཁན་ཡོད་མ་རེད་སྟ་རེ་ཧ་མོ་གོ་མཁན་ཡོད་མ་རེད་ཤིང་ཧ་མོ་གོ་མཁན་ཡོད་མ་རེད་ཅེས་པ་ཧ་མོ་གོ་མེད་དུས་ཙང་ནི་ད་དེའི་ཐོག་ནས་དགག་བཞག་དེ་གཙོ་བོ་འདིའི་ཐོག་ནས་དཀའ་ལས་འཕྲོ་ཡིན་གི་གནང་བཞེད་ཡོད་རེད་དེ་ནི་ང་རང་ཚོ་གི་ཡང་ད་ད་ལྟ་སྐབས་སུ་བབ་པ་མ་ཞིབ་ཆ་བྱས་ཡ་དེ་དཔེར་བརྗོད་དེའི་ཐོག་ནས་ཞིབ་ཆ་བྱས་ཡ་འདའ། གོང་རེང་གི་ཡང་ཀ་ལེའུ་དྲུག་ཡིན་གོང་རེང་གི་དཔེར་བརྗོད་དེ་ཤིང་མཁན་གྱི་རྟ་རའི་ལྕང་ར་རུ་ཤིང་བཅད་ཟིན་རྟ་དེ་ཁོང་གི་དེའི་ནང་ལ་བྱ་བའི་ཡུལ་སུམ་བཅུ་པའི་སྐབས་ཀྱི་བྱ་བའི་ཡུལ་ཅིག་ཐེབས་ལ་བླུགས་གནང་ཡོད་རེད་ལྕང་ར་རུ་ཟེར་ནས་ད་ལྕང་ར་རུ་ཟེར་དེ་ད་ལྟ་སྐབས་སུ་བབ་པ་ང་ཚོ་ལ་མོ་གོ་བ་བྱེད། ད་ང་རང་ཚོ་ལ་གོ་ཡ་དེ་ག་ས་ཤིང་མཁན་གྱི་རྟ་རའི་ཤིང་བཅད་ཟིན་དུས་ཁོང་གི་དེའི་ཤིང་མཁན་དེ་ལ་བྱེད་སྒྲ་རྒྱག་ཡོད་མ་རེད་འགྲེལ་སྒྲ་རྒྱབ་བཞག་ཡོད་རེད།

འགྲེལ་སྒྲ་དེའི་སྟོབས་ཀྱིས་ཤིང་རྒན་དེ། ཤིང་གཅོད་པའི་བྱ་བ་བྱེད་པོ་ཡིན་པ་དོན་ལ་གོ་འགྲོ་གི་རེད་ཟེར་ནས་འོ་དེ་འདྲའི་འདོད་པ་ད་ཁོང་ཁ་ཚང་གོང་དུ་ཞིབ་ཅིང་ཕྲ་བ་ནས་བཟུང་ཟིན་པ་འོ་དེ་ནང་བཞིན་གྱི་ཆགས་བསྡད་འདི་བ་སོང་ཙང་ད་ད་ལྟ་གཙོ་བོ་ཨ་མ་འདྲ་བོ་དེ་འདི་གསུམ་པོ་དེ་དཔེར་བརྗོད་འདི་གསུམ་པོ་དེ་གན་ཡང་དེ་གལ་ཆེན་པོ་ཆགས་བསྡད་ད། ད་དེའི་ཐོག་ནས་ད། དང་པོ་འགོ་བཙུགས་སྟངས་དེ་ད་དེ་རིང་བྱེད་སྒྲ་ཉིས་བརྩེགས་ཀྱི་སྐོར་གྱི། བྲིས་དགོས་དང་མི་དགོས་ཀྱི་ཞིབ་ཆ་དེ་མ་ཞུས་ཡོང་དུས།

སི་ཏུ་པན་ཆེན་གྱིའང་དེ་བྱེད་པ་ལ་བྱེད་སྒྲ་སྦྱར་ཡོད་རེད་དེ་ག་ནང་བྱེད་ཅིང་ཁོང་གིས་བྱེད་སྒྲ་འདི་བྱེད་པའི་བྱེད་པ་དེ་ལྟ་རེ་ལ་ཡང་བྱེད་སྒྲ་སྦྱར་ད་འདི་ལ་རྙོག་སྒྲ་ཡོད་མ་རེད་རྙོག་སྒྲ་ག་བའི་ཡོད་ཟེར་ན་བྱེད་པ་པོ་དེ་ལ་བྱེད་སྒྲ་སྦྱར་དང་མི་སྦྱར་ཟེར་ཡ་དེ་རྙོག་སྒྲ་སླེབས་དུས་རེད་བ་དེ་ཡིན་པ་སོང་ཟེར་ད་ཁོང་གིས་ལུགས་སྲོལ་ལྟར་དུ་བྱེད་ནས་བཀའ་སླེབས་བྱུང་ཡོད་ཆུང་ཤིང་མཁན་གྱི་ད་རེ་ཤིང་བཅད་ཟེར་དུས་ད་འདི་བོད་ཀྱི་སྒྲ་ཡང་དག་པར་སྤྲོས་པ་ཅིག་ཆགས་ཐུག་གི་རེད་དམ་མ་རེད་ཟེར་འོ་དེ་སྐད་ཆ་དེ་གླེང་ཡོང་གི་རེད་བ། དེ་ལས་ཡོང་དུས་ད་འདི་ཏག་ཏག་ཅིག་དེ་གི་ཡོག་མ་རེད། དང་པོ་ཁོ་རང་འདི་ངེས་པར་དུ་མཁྱེན་དགོས་རེད་ད། ཀ་ལེ་གྲོང་ཡུལ་ཁོང་རང་གི་ཤིང་མཁན་དེ་ལ་བྱེད་སྒྲ་མ་སྦྱར་བ་དེ་འགྲིག་དང་མ་འགྲིག་ཟེར་ན་ད་མ་འགྲིག་པ་དེ་འདྲ་ཆགས་འགྲོ་གི་རེད། མ་འགྲིག་པ་ཆགས་པའི་རྒྱུ་མཚན་ག་རེ་ཟེར་ན། ཤིང། ག་སྲིད་ཤིང་གཅོད་པའི་གི་བྱ་བ་བྱེད་པ་པོ་དེ། ཤིང་གཅོད་མཁན་དེ། ཤིང་གཅོད་པའི་བྱ་བ་སྒྲུབ་མཁན་དེ། ཤིང་མཁན་དེ་ཡིན་ན། རུང་བ། ཤིང་གཅོད་མཁན་དེ་ཤིང་མཁན་ཡིན་ན་ཤིང་གཅོད་པ་པོ་ཡང་ན་གཅོད་མཁན། ཤིང་གཅོད་མཁན་དང་ཤིང་གཅོད་པ་པོ་དེ་ག་སྲིད་ཤིང་མཁན་དེ་ཡིན་པ་ཡིན་ན་ཤིང་མཁན་ལ་བྱེད་སྒྲ་མ་སྦྱར་བ་བྱེད་འབྲེལ་སྒྲ་གཅིག་པོ་སྦྱར་བྱ་ན་དེ་ལྟ་བུ་ཤིང་མཁན་དེ་བྱེད་པ་པོ་ཡིན་པ་དེ་དངོས་སུ་ཡང་གོ་ཐུག་གི་མ་རེད་ལ་ཤུགས་ལ་ཡང་གོ་ཐུག་པ་དོན་ལ་ཡང་གོ་ཐུག་གི་མ་རེད་ད་དངོས་སུ་ད་མི་གོ་བ་མ་ཟད་ཁོང་གར་སོང་ན་དོན་ལ་གོ་འགྲོ་གི་རེད་གསུངས་ར་དོན་ལ་གོ་བལྟ་འགོ་ར་ཡོད་མ་རེད་འདི་ཡི་ཐོག་ནས་ཤིང་མཁན་དེ་ཤིང་གཅོད་པའི་བྱ་བ་བྱེད་པ་པོ་ཡིན་པ་དེ་ལ་ཉིད་དུ་ཐེ་ཚོམ་མེད་པ་བྱས་ནས་འཁྲུལ་གཞི་མེད་པར་བྱས་ནས་གོ་ཨེ་ཐུབ་ཟེར་ན་གོ་མི་ཐུབ་ཟེར། འོ་ན་ག་རེ་གོ་འགྲོ་གི་རེད་ཟེར་ན། ཤིང་གཅོད་པའི་གི་བྱ་བ་བྱེད་པ་གང་ཞིག་ལ། ཤིང་གཅོད་བྱེད་དེ་སྟ་རེ་ཡིན་པ་དེ་བྱ་ཚང་གི་གོ་འགྲོ་གི་རེད། ཤིང་གཅོད་བྱེད་སྟ་རེ་དེ་ཤིང་མཁན་གི་ཡིན་པ་གྱིས། སྟ་རེ་གི་དྭགས་པོ་དེ་ཤིང་མཁན་ཡིན་པ་གྱིས། སྟ་རེ་དེ་ཤིང་མཁན་གི་ནོར་ཡིན་པ་གྱིས། འདི་ཤིང་མཁན་དང་སྟ་རེ་གཉིས་ལ་དྭགས་པོ་དང་རྫས་ཀྱི་འབྲེལ་བའམ་དྭགས་པོ་དང་ནོར་གྱི་འབྲེལ་བ་ཡོད་པ་ཙམ་གྱིས་མ་གཏོགས། བྱེད་པ་པོ་དེ་ཤིང་གཅོད་མཁན་དེ་ཡང་གཞན་པ་ཅིག་ཡོད་པ་ཅིག་གོ་འགྲོ་གི་རེད་སོང་གང་ཟག་གཞན་གང་ཡང་རུང་བ་ཅིག་ཡོད་པ་ཞིག་གང་ཟག་གཞན་གང་ཡང་རུང་བ་ཞིག་གིས། ཤིང་མཁན་གྱིས་སྟ་རེ་དེ་བེད་སྤྱོད་བཏང་ནས་ཤིང་བཅད་པ་ཡིན་པ་ཅིག་མ་གཏོགས། ཤིང་མཁན་ཁོ་རང་བྱེད་པ་པོ་ཡིན་པ་དེ་ལག་ཉིད་དུ་གོ་ཐུབ་ཀྱི་མ་རེད་ཟེར་ད་དེ་གོ་ཐུབ་ཀྱི་ཡང་མི་འདུག་ང་རང་ཚོ་གསར་བུ་གསར་རྐྱང་མཁན་འདུག་གི་འདུག

ག་རེ་གི་ཆེད་དུ་རེད་ཟེར་ན་བྱེད་པ་པོ་དང་བྱེད་པ་གང་རུང་སྟོན་པའི་གི་ཆེད་དུ་རེད་བ། དེ་འདུག་ས་ནི་བྱེད་པ་པོ་སྟོན་པ་ལ་བྱེད་སྒྲ་སྦྱར་དགོས་རེད་མ་གཏོགས་འབྲེལ་སྒྲ་སྦྱར་བྱ་དུས་ཨ་འདི་གི་བྱེད་སྒྲ་གྱིས་དེ་ལག་ཉིད་དུ་སྟོན་ཐུག་གི་མ་རེད་གསུངས། ད་དཔེར་ན་འདིའི་དཔེར་བརྗོད་དེ་ཤིང་མཁན་གྱི་སྟ་རེ་ཤིང་བཅད་ཟེར་དུས། ད་འདིའི་དཔེར་ན་འདི་དཔེར་བརྗོད་འདི་ལ་ཨིན་རལ་གྱིས་བྲིས་པ་ཡིན་ན་ད། ཨོ། བཀྲ་ཤིས་ཀྱིས།

བཀྲ་ཤིས་ལ་སྦྱར་བྱ་དུ་བ་གང་ཟག་བཀྲ་ཤིས་ལ་བྱེད་སྒྲ་སྦྱར་ཡོད་རེད་དེ་ག་ནང་ཤེས་བྱེད་ནི་སྟ་རེ་ལ་བྱེད་སྒྲ་སྦྱར་ཡོད་བྱེད་སྒྲ་གཉིས་ཡོད་རེད་བ་ད་ཤིང་མཁན་ལ་ག་རེ་བྱ་ཞེས་རེད་འགྲེལ་སྒྲ་སྦྱར་ཡོད་དེ་ཡིན་པ་སོང་ཙང་ད་དེའི་སྐབས་སུ་ཤིང་གཅོད་པའི་གི་བྱ་བ་བྱེད་པ་པོ་དེ་སུ་ཡིན་པ་སུ་རེད་ཟེར་ན་ཤིང་གཅོད་པའི་བྱ་བ་བྱེད་པ་པོ་དེ་བཀྲ་ཤིས་ཆགས་དུ་ཡོད་རེད་བ་ཨན་ཤིང་གཅོད་བྱེད་དེ་ག་རེད་ཟེར་ན་སྟ་རེ་ཆགས་དུ་ཡོད།

བྱེད་སྒྲ་ག་བ་ལ་སྦྱར་མ་སྦྱར་ཟེར་ཡ་དེ་ཡང་ཁོ་བྱེད་པ་པོ་ཡིན་པ་སྟོན་པའི་གི་ཆེད་དུ་བྱེད་སྒྲ་སྦྱར་དགོས་བ་རེད་ཁོ་བྱེད་པ་པོ་རེད་ད་ཟེར་ནས་གཞན་ལ་བརྡ་སྤྲོད་པའི་ཆེད་དུ་གཞན་ལ་གཞན་གི་རྟ་ཡོང་དུས་སྐབས་སུ་ནས་ཨོ་ཤིང་ད་འདི་ནང་ལ་བེད་ན་གང་ཟག་གཉིས་འདུག་ཨ་འདི་ནང་ལ་ཡིན་ན་གང་ཟག་དང་པོ་དེ་བཀྲ་ཤིས་ཡོད་རེད་དེའི་རྗེས་སུ་གང་ཟག་གཞན་པ་དེ་ཤིང་མཁན་ཡོད་རེད་གང་ཟག་གཉིས་ཐམ་པ་ཡོད་རོ་འདི་གང་ཟག་གཉིས་ཀྱི་ནང་ནས། ད་བྱ་བ་ཅིག་བྱ་བ་ག་རེ་ཟེར་ན་ཤིང་བཅད་པ་དེ་རེད་བ། བྱ་བ་ཤིང་བཅད་པ་དེ་ད་བྱེད་མཁན་གང་ཟག་ཅིག་ཡོད་དགོས་རེད་གང་ཟག་གཉིས་ཡོད་པའི་ནང་བཀྲ་ཤིས་དང་ཤིང་མཁན་གཉིས་འདུག་བ་དེ་གཉིས་ཀྱི་ནང་ནས་ད་བྱེད་པ་པོ་དེ་སུ་རེད་འདུག་ཟེར་ནས་མིག་གི་ཕར་སློག་ཡོང་དུས་ཉན་ཡོང་དུས་ཡིན་ན་སློག་ཡོང་དུས་བཀྲ་ལྷ་མའི་ཁོ་རང་ག་རེ་ལ་བརྟེན་ནས་ཁོ་གི་ངོས་འཛིན་བྱས་འགྲོ་གི་རེད་ཟེར་ན་བྱེད་སྒྲ་ལ་བརྟེན་ནས་ཁོ་ངོས་འཛིན་བྱེད་དགོས་རེད་བ་འགྲེལ་བཤད་རྒྱག་མི་དགོས་བ་ཅིག་སྐད་ཀྱི་ཚབ་དེ་ཡི་གེ་ཡིན་ཟེར་ཡི་གེ་ཁོ་རང་གི་ཁ་གྲག་དགོས་རེད་བ་ད་ཡི་གེ་བྲིས་ཚར་ནས་ཡང་ད་འདུས་འགྲེལ་བཤད་རྒྱག་དགོས་ན་དེ་ཅག་སྲིན་པོ་བྱེད་ཀྱི་རེད་བ། དེའི་འདུལ་རྩ་ནི། བཀྲ་ཤིས་དེ་ལ་བྱེ་བྲག་སྦྱར་བྱ་ཡོད་རེད་ཤིང་མཁན་དེ་ལ་འབྲེལ་སྒྲ་སྦྱར་བྱ་ཡོད་འདུལ་རྩ་ནི་དེ་ཤིང་གཅོད་པའི་གི་བྱ་བ་བྱེད་པ་པོ་དེ་བཀྲ་ཤིས་རེད་ད་ཟེར་ནས་མི་བྱེད་འདུག་གི་དེ་ལ་ཉིད་དུ་སོམ་ཉི་མེད་པར་བྱས་ནས། འཁྲུལ་གཞི་མེད་པར་བྱས་ནས་གོ་ཐུབ་འདུག་རེད་བ། ཨ་ནི་དེ་ཤིང་མཁན་དེ་ལ་འབྲེལ་སྒྲ་སྦྱར་བྱ་བ་སོང་ཙང་ཤིང་མཁན་དེ་ཤིང་གཅོད་པའི་བྱ་བ་བྱེད་མཁན་མ་ཡིན་པ། བྱེད་པ་པོ་མ་ཡིན་པ་བྱས་ནས་སྟ་རེ་དེ་གི་དག་པོ་ཙམ་གྱི་ཡིན་པ་སྟ་རེ་དེ་ཤིང་མཁན་ཁོ་རང་དང་འབྲེལ་བ་ཡོད་པ་ཙམ་གྱི་ཡིན་པ་ཅིག་ཨ་གོ་གི་དེ་སྟོན་འགྲོ་གི་རེད། དེ་ཡིན་པ་སོང་ཙང་དེ།

ཏག་ཏག་དེ་དེ་ཡོད་རེད་ཤིང་མཁན་གིས་ལྟ་རེད་ཤིང་བཅད་ཟེར་ན་ཏག་ཏག་ཁོ་རང་དེ་དེ་ཡོད་གང་ཡིན་ཟེར་ན་ད་ལྟ་སྐབས་སུ་བབ་པ་ཤིང་གཅོད་པའི་གི་བྱ་བ་བྱེད་པ་པོ་དེ་སུ་རེད་ཟེར་ན་ཤིང་མཁན་ཆགས་དེ་ཡོད་རེད་བ་ད་ཤིང་མཁན་ཡིན་པ་སོང་ཙང་ཨ་ནི་ཤིང་མཁན་ཤིང་བཅད་པའི་བྱ་བ་བྱེད་པ་པོ་དེ་ཤིང་མཁན་དང་བྱ་བ་བྱེད་པ་དེ་བྱ་བ་སྒྲུབ་བྱེད་དེ་ལྟ་རེད་ཡིན་པ་སོང་ཙང་ད་དེ་ཤིང་མཁན་དེ་བྱ་བ་བྱེད་པ་པོ་ཡིན་པ་སྟོན་པའི་ཆེད་དུ་དེ་ལ་བྱེད་སྒྲ་སྦྱར་བྱ་རེད་ལྟ་རེད་དེ་བྱ་བ་བྱེད་པ་ཡིན་པ་བསྒྲུབ་བྱ་ཡིན་པ་སྟོན་པའི་ཆེད་དུ་དེའི་བྱེ་བྲག་སྦྱར་བྱར་རོ། དེ་ཡིན་པར་སོང་ཙང། དེ་བྱེ་བྲག་དེ་གའི་སྟོབས་ཀྱིས་ཤིང་མཁན་དེ། བྱ་བ་བྱེད་པ་པོ་ཡིན་པ་ཤིང་གཅོད་པ་པོ་ཡིན་པ་དེ་ལ་ཉིད་དུ་རྟོགས་ཐུབ་ཀྱི་རེད། ལམ་བཟང་གོ་རང་འཁྲུལ་གཞི་མེད་པའི་ཐོག་ནས་རྟོགས་ཐུབ་ཀྱི་རེད། ནོར་བ་དང་འཁྲུལ་བ་མེད་པའི་ཐོག་ནས། ད་ག་སྲིད་ཤིང་མཁན་གྱིས་སྟ་རེས་ཤིང་བཅད་ཟིན་ནས་ཤིང་མཁན་ལ་བྱེ་བྲག་མ་སྦྱར་བ་ཡིན་ན། ཨ་དེ་ལྟ་བུ་གི་ཤིང་གཅོད་མཁན་དེ་ཤིང་མཁན་ཡིན་པ་དེ་རྟོགས་ཐུབ་ཀྱི་མ་རེད་གསུངས། ད་ག་སྲིད་སོ་སོ་གི། ཤིང་གཅོད་མཁན་དེ་ཤིང་མཁན་ཡིན་པ་སྟོན་འདོད་ཡོད་པ་ཡིན་ན། སྟོན་དགོས་ཀྱི་འདུག་ན། དེ་ཤིང་མཁན་དེ་ལ་ངེས་པར་དུ་བྱེ་བྲག་སྦྱར་དགོས་རེད་ཟེར།

གོ་ས་དེ་བསྣོལ་རྗེས་ཤིང་རྒན་གྱིས་བཀྲ་ཤིས་ཀྱི་སྟ་རེ་བཞེངས་བཅས་ཟེར་ནས་འོ་ད་དེ་འདྲའི་ལ་བ་ཡིན་ན་ཡང་ཁྱེད་དང་པོ་གོ་བ་དེ་དམིགས་བསལ་ཡག་ཏུ་འགྲོ་གི་ཡོད་རེད་ད་དེའི་སྐབས་སུ། དེ་ཡང་དེ་ལ་ཤིང་གཅོད་པའི་བྱ་བ་བྱེད་པ་པོ་དེ་ཤིང་གཅོད་པའི་བྱ་བ་བྱེད་པ་པོ་དེ་ཤིང་རྒན་ཡིན་པ་བཅས་སྟ་རེ་དེ་བཀྲ་ཤིས་ཡི་ཡིན་པ་བཅས་བཀྲ་ཤིས་ཀྱི་སྟ་རེ་དེ་གཡར་ནས་ཤིང་རྒན་ཁོ་རང་གིས་ཤིང་གཅོད་པའི་བྱ་བ་བྱེད་ཀྱི་འདུག་ན་ཡང་ཤིང་རྒན་གྱིས་ཟེར་ནས་ཤིང་རྒན་དེ་ལ་བྱེད་སྒྲ་སྦྱར་བཀྲ་ཤིས་དེ་ལ་འགྲེལ་སྒྲ་སྦྱར་དགོས་གི་རེད། འོ་དུག་ཅན། ད་དེ་ཤིང། བཅས། དེ་ཤིང། དེ་ཡིན་པ་སོང་ཙང། ད་ལྟ་དེ་ལ་ཤིང་མཁན་དེ་ལ་བྱེ་བྲག་ག་རེ་སྦྱར་ཟེར་ན། ཤིང་གཅོད་པའི་བྱ་བ་བྱེད་པ་པོ་བྱེད་མཁན་དེ་ཤིང་མཁན་ཁོ་རང་ཡིན་པ་སོང་ཙང་ཤིང་མཁན་དེ་ལ་བྱེ་བྲག་སྦྱར་རེད། ཨ་ཤིང་མཁན་གྱིས་ཤིང་གཅོད་པའི་ཆེད་དུ་ཤིང་གཅོད་པའི་བྱ་བ་བསྒྲུབ་པའི་གི་ཆེད་དུ་བསྒྲུབ་བྱའི་གཅོད་བྱེད་ཀྱི་སྟ་རེ་དེ། སུའི་རྩ་ནས་གཡར་བ་རེད་ཟེར་ན་བཀྲ་ཤིས་ཀྱི་རྩ་ནས་གཡར་བ་བཀྲ་ཤིས་ཀྱི་དག་ཏུ་སོང་བ་བཀྲ་ཤིས་ཀྱི་ཡིན་པའི་སྟ་རེ་དེ།

འདི་ལྟ་བུ། ཤིང་མཁན་གྱི་སྟ་རེའི་ལྕང་ར་རུ་ཤིང་བཅད་དེ་འདྲའི་ལག་ཤར་བ་ཡིན་ན། འཁྲུད་ས་ཡོད་པ་དང་ནོར་ས་ཡོད་པ། དེའང། དེ་ལག་གཉིས་དུ་གོ་མི་ཐུབ་པ། ཤིང་གཅོད་པའི་བྱ་བ་བྱེད་མཁན་དེ། ག་སྲིད་ཤིང་མཁན་དེ་ཡིན་པ་ཡིན་ན་ཁོ་ལ་བྱེད་སྒྲ་སྦྱར་དགོས་རེད་མ་གཏོགས་བྱེད་སྒྲ་མ་སྦྱར་ན་ཤིང་མཁན་དེ་བྱ་བ་བྱེད་མཁན་ཡིན་པ་དེ་ལག་གཉིས་དུ་གོ་མི་ཐུབ་པའི་སྐྱོན་གླེང་གི་རེད། ག་སྲིད་འབྲེལ་སྒྲ་སྦྱར་ཤ་ཁ་བྱས་ཡ་བྱས་ན་ཤིང་མཁན་དེ་སྟ་རེ་གི་དྭགས་པོ་ཡིན་པ་ཙམ་གྱིས་སྟོན་དགོས་རེད་མ་གཏོགས་བྱ་བ་བྱེད་མཁན་དེ་གཞན་པ་ཅིག་ཡིན་པ་ཅིག། འོ་དེ་འདྲའི་གི་མགོ་རྙོག་དང་འཁྲུལ་གཞི་དེ་འདྲའི་གླེང་ཡོང་དུས། ཁོ་སོ་སོ་གི། སྐབས་ཐོག་གི། དོན་དག་དེ་ཏག་ཏག་གསལ་པོ་བྱས་ནས་སྟོན་ཐུབ་མི་ཐུབ་པའི་སྐྱོན་གླེང་གི་ཡོད་རེད། དེའི་བར་སོང་ཙང་སི་ཏུ་པཎ་ཆེན་དང་ཁོང་གི་བྱེད་སྟངས་དང་བཅས་པའི་གསུང་བ་ནང་བཞིན་བྱེད་སྒྲ་ཉིས་བརྩེགས་ངེས་པར་དུ་སྦྱར་དགོས་ཀྱི་རེད། ད་ཡང་འདི་འདྲ་མ་ཞུས་པ་ཡིན་ན། བཀྲ་ཤིས་ཀྱི་སྟ་རེ་ཤིང་མཁན་གྱི་ཤིང་བཅད་ཟེར། ད་དེའི་དབང་དུ་བཏང་ན། དང་པོ་བྱེད་སྒྲ་དེ། སྟ་རེ་ལ་བྱེད་སྒྲ་སྦྱར་ཡོད་རེད་ཨ་ནི་དེ་ལ་ག་རེ་ཤིང་མཁན་ལ་བྱེད་སྒྲ་སྦྱར་ཡོད།

ཤི་མཁན་དེ་བྱ་བ་བྱེད་མཁན་ཡིན་པ་ག་རེ་གི་སྟོན་ཐུབ་དགོས་ཟེར་ན་བྱེད་སྒྲ་ཡོད་མེད་ཀྱི་ཐོག་ནས་གསལ་པོ་བྱས་ནས་མ་ནོར་མ་འཁྲུལ་བ་བྱས་ནས་སྟོན་ཐུབ་ཀྱི་ཡོད་རེད། འོ་དེ་ཡིན་པ་སོང་ཙང་ད་བྱེད་སྒྲ་དེ་མ་སྦྱར་བ་ཡིན་ན་ཧ་ཅང་གི། སྐྱོན་ཆེན་པོ་དེ་འདྲ་སླེབས་ཡོད་རེད་དེ་ཡིན་པ་སོང་ཙང་བྱེད་སྒྲ་ཉིས་བརྩེགས་ངེས་པར་དུ་བྲི་དགོས་ཀྱི་ཡོད་རེད་དེ་འདྲ། ད་འདི་དང་འདི་གཉིས་དེ་འདྲ་བོ། འདི་དང་འདི་གཉིས་པོ་དེ་ལྟོ་སྦྱར་ནས་མཉམ་དུ། གོ་བ་ལེན་དགོས་རེད་ད། འདི་དང་འདི་གཉིས་པོ་དེ་ལྟོས་བྱས་ནས་ཡང་མཉམ་དུ་གོ་བ་ལེན་དགོས་རེད་ད། ད་འདི་ལྟ་བུ་ཡིན་པ་ན་ད་ཡང་འདིའི་རྗེས་སུ། བཀྲ་ཤིས་ཀྱི་སྟ་རེ་ཤིང་མཁན་གྱི་ཤིང་བཅས། ད་འདི་ལ་ག་རེ་ཡོད་ཟེར་ན། གོང་དུ། བཀྲ་ཤིས་ཀྱི། བཀྲ་ཤིས་ཀྱི་སྟ་རེ་ཟེར་ཡ་དེ། གོང་དེ་དང་གཅིག་པ་གཅིག་རྐྱང་རེད། ཨ་ནི་ཤིང་མཁན་ཟེར་ཡ་དེ་གཅིག་པ་རེད་ཡིན་ན་ཡང་དེ་ལ་ག་རེ་ཡོད་ཟེར་ན་ད་དེ་ལ། འགྲེལ་སྒྲ་རྒྱབ་ཤ་ཡོད་རེད།

སུའི་ཤིང་རེད་ཟེར་ན་ཤིང་མཁན་གྱི་ཤིང་རེད། ཅེ་ཅེ་ཀྱི་ཤིང་གི་དྭགས་པོ་དེ་སུ་རེད་ཟེར་ན་ཤིང་མཁན་དེ་རེད། འོ་དེ་འདི་འདི་དྭགས་པོ་དང་ནོར་གྱི་འབྲེལ་བ་བསྟན་ཞིག་དྭགས་པོ་ཤིང་མཁན་འདི་དང་ནོར་ག་རེ། ཤིང་འདི་གཉིས་པོ་དེ་འབྲེལ་བ་ཡོད་ཟེར་ནས་འབྲེལ་སྒྲ་བསྟན། འདི་བསྟན་ཕྱིར་དུ་འབྲེལ་སྒྲ་སྦྱར་བྱ་རོ། དེ་ཚོ་ནི་ཤིང་མཁན་གྱིས་དྭགས་དུ་བཟུང་བའི་ཤིང་དེ་གཅེས་པ་ཡིན་པ་ཞིག་སྟོན་གྱི་ཡོད་རེད། འདི་གཅོད་བྱེད་ལ་ག་རེ་རེད་ཟེར་ན་སྟ་རེ་ཡིན་པ་སྟོན་གྱི་རེད་སྟ་རེ་དེ་གི་དྭགས་པོ་སུ་ཡིན་རེད་ཟེར་ན་བཀྲ་ཤིས་ཡིན་པ་སྟོན་གྱི་རེད་འདི་ཚོ་བཀྲ་ཤིས་ཀྱི་སྟ་རེ་ཟེར་རོ།

ཤིང། ཤིང་གཅོད་པ། ག་རེ་གཅད་ཟེར་ན་གཅད་རྒྱུ་ག་རེ་ཟེར་ན་ཤིང་རེད་བ་གཅད་བྱ་ཤིང་རེད། ཤིང་དེ་སུ་ཡི་ཤིང་རེད། ཤིང་དེ་གི་དྭགས་པོ་སུ་རེད་ཟེར་ན་ཤིང་མཁན་རེད་ད་ཟེར་ནས་འབྲེལ་སྒྲ་ལྡན་རེད་བ་ཤིང་དང་དྭགས་པོ་གཉིས་ཤིང་མཁན་དང་ཤིང་གཉིས་ལ། འོ་འབྲེལ་བ་ཡོད་པ་སྟོན་པའི་ཆེད་དུ་དྭགས་པོ་དང་ནོར་གྱི་འབྲེལ་བ་ཡོད་པ་ཤིང་མཁན་ཤིང་མཁན་གྱི་དྭགས་དུ་སོང་བའི་ཤིང་དེ་གཅད་པ་ཡིན་པ་གཅད་དུ་འོ་ན་ད་ཤིང་མཁན་གྱི་ཤིང་དེ་གཅོད་གི་ཡོད་ན། ཤིང་མཁན་གྱི་དྭགས་དུ་སོང་བའི་ཤིང་དེ་གཅད་བྱ་ཡིན་པ་ཡིན་ན་གཅད་གི་ཡོད་ན་གཅོད་བྱེད་ག་རེད་ཟེར་ན་རྟ་རེད་ཡིན། ག་ཡིན་ཟེར་ན།

དེ་ལ་དྲིས་ན། དོན་གྲུབ་ཀྱིས་བཀྲ་ཤིས་ཀྱི་ལྟ་རེས། ཨོ་དེ། བཀྲ་ཤིས་དེ་དོན་གྲུབ་ཀྱི་ཡིན་པ་ཅི། དཔེར་ན་བཀྲ་ཤིས་དེ་དོན་གྲུབ་ཀྱི་བུ་ཡིན་པ་འདྲ་བོ་ཅི། བཀྲ་ཤིས་དང་དོན་གྲུབ་གཉིས་ལ་འབྲེལ་བ་ཡོད་པ་ཙམ་གྱིས་སྟོན་གྱི་རེད་མ་གཏོགས། ཤིང་གཅོད་མཁན་དེ་དོན་གྲུབ་ཡིན་པ་སྟོན་ཐུབ་ཀྱི་མ་རེད་གསུངས། དེ་ཡིན་པ་སོང་ཙང། དེ་ཤིང་གཅོད་མཁན་ག་སྲིད་དོན་གྲུབ་ཡིན་ན། ཨ་ནི་དེ་ལ་གར་བྲིས་འོ་རེད་ཟེར་ན་བྱེ་བྲག་ངེས་པར་དུ་བྲིས་དགོས་རེད། ཨ་དོན་གྲུབ་ཀྱིས་བཀྲ་ཤིས་ཀྱི་ལྟ་རེས་ཤིང་མཁན་གྱི་ཤིང་བཅད་ཟེར་ན། ཨ་ཏག་ཏག་ཁོ་རང་བྱ་བ་བྱེད་མཁན་སུ་ཡིན་མིན་དང་བྱ་བ། བྱེད་པ་དེ། བྱ་བ་སྒྲུབ་བྱེད་དེ། བྱ་བ་སྒྲུབ་མཁན་སུ་ཡིན་མིན་དང། བྱ་བ་སྒྲུབ་བྱེད་ག་རེ་ཡིན་མིན་དང། ཨ་ནི། དེ་ལྟ་བུའི། སྒྲུབ་བྱེད་ཀྱི་བྱ་བ་དེ། སྒྲུབ་བྱེད་ཀྱི། ཤིང་དེ། སྒྲུབ་བྱེད་ཀྱི་དངོས་པོ་དེ། སྒྲུབ་རྒྱུ་དེ། སུ་ཡི་ཡིན་མིན་དང། ཨ་ནི། སྒྲུབ་བྱེད་ཀྱི་སྟ་རེ་དེ་སུ་ཡི་ཡིན་མིན་ཚང་མ་དེ་ལྷག་ཉིད་དུ་གོ་ཐུབ་ཀྱི་རེད་གསུངས། འོ་དེ་ཡིན་པ་སོང་ཙང་ད་དེའི་ནང་ལ་དབང་དུ་བཏང་ན། བྱེ་བྲག་གཅིག།

མ་བྲིས་པ་ཡིན་ན་ད་འཁྲུལ་གཞི་ཡོད་པ་དང་མ་བྲིས་པ་ཡིན་ན། དེ་གཞན་འདི་ལ་དེ་ལ་ཉིད་དུ་གོ་བརྡ་སྤྲོད་མི་ཐུབ་པའི་སྐྱོན་ལེགས་ཡོད་པ་སོང་ཙང་བྱེ་བྲག་ཉིས་བརྩེགས་དེ་འདྲའི་གི་རིགས་སུ་གྱུར་པ། ད་དེ་འདྲའི་གི་རིགས་སུ་གྱུར་པ་ཡིན་ན་བྱེ་བྲག་ཉིས་བརྩེགས་ཡིན་གཅིག་མིན་གཅིག་ཨང་བྲིས་དགོས་ཀྱི་རེད། ཨོ་ད་དེའི་ཐོག་ནས་ཁྱེད་རྣམ་པས་ད་བྱེ་བྲག་ཉིས་བརྩེགས་དེ། བཤད་ཡོང་དུས་སི་ཏུ་པན་ཆེན་བྱེ་ཕྲང་དང་བཅས་པས་གསུངས་པ་ནང་བཞིན་བྱེ་བྲག་ཉིས་བརྩེགས་བྲིས་བ་དེ་ལེགས་བཤད་རྨད་དུ་བྱུང་བ་ཞིག་ཆགས་བསྡད་ཡོད་རེད། བྱེ་བྲག་ཉིས་བརྩེགས་མི་བྲིས་པར་བཀའ་ལེབ་དྲུང་ཡིག་གིས་གསུངས་ཡོང་དུས་དྲིལ་བསྒྲགས་ཅིག་དང་བྱེ་བྲག་ཅིག་བྱ་ནས་དེ་འདྲའི་གསུང་ཡ་དེ་ད་ལེགས་བཤད་ཡག་པོ་ཅིག་ཆགས་ཀྱི་ཡོད་མ་རེད་ཟེར་ནས་ད་དེ་ངེས་པར་དུ་ཁེངས་དགོས་རེད། འོ་ད་ཡང་ཡང་བསྐྱར་དཔེར་བརྗོད་གོ་བདེ་བོ་ཅིག་ཆ་ཚང་གི་གོ་ཚོད་ཐུབ་པ་ཞིག་ཡང་ཞུས་པ་ཡིན་ན། དེ་ཁ་ཤས་ཤིག་བྲིས་བཞག་ཡོད་ད་འདི་ལ་བརྟེན་ནས་ཁྱེད་རྣམ་པས་བྱེ་བྲག་ཉི་རྩེ་དེ་བྲིས་གུ་གུ་འདུག་དང་མི་འདུག་བྱེ་བྲག་ཉི་རྩེ་མ་བྲིས་པ་ཡིན་ན་སྐྱོན་ནི་ག་རེ་འདུག་དང་མི་འདུག་གསར་བ་གསར་རྐྱང་བྱས་ནས་ཟུར་བལྟས་ལེབ་མཐོང་ལྟ་བུ་བྱས་ནས་མཁྱེན་ཐུབ་ཀྱི་ཡོད་རེད་ད་དཔེར་ན་འདི་གཉིས་ཀྱི་དབང་དུ་བཏང་ན་དང་པོ་དག་གིས་ཨ་མའི་རི་མོ་བྲིས་ཟེར་བ་དང་དག་གིས་ཨ་མའི་རི་མོ་བྲིས་ཟེར་ད་དེ་ནི་དཔེར་ན་དང་པོ་དེ་ལ་འདི་བྱེ་བྲག་དེ་ག་བ་ཡོད་རེད་ཟེར་ན་དག་གིས་ཟེར་འདི་ལ་བྱེ་བྲག་སྦྱར་ཡོད་རེད། ཨ་ནི་འདིའི་ནང་གི་བྱེ་བྲག་དེ་ག་བ་རེད་ཟེར་ན་ཨ་མའི་ཟེར་ནས་འདི་ལ་བྱེ་བྲག་སྦྱར་ཡོད། ད་འདི་ནང་ལ་བྱེད་སྒྲ་གཅིག་མ་དུ་ཡོད་མ་རེད་བྱེད་སྒྲ་གཅིག་དང་ཨ་ནི་འབྲེལ་སྒྲ་གཅིག། འབྲེལ་སྒྲ་འདི་ཆགས་དུ་ཡོད་རོ། ཨ་འདི་ལ་ཡིན་ན་འབྲེལ་སྒྲ་འདི་བྱེད། ད་འདི་བྱེད་སྒྲ་དག་གིས་ཨ་མའི་རི་མོ་བྲིས་སོ་དེ་བྱ་བ་ག་རེ་རི་མོ་བྲིས་བ་དེ། ད་འདི། བྱེད་སྒྲ་དེ་དག་ལ་སྦྱར་བྱ་བ་ཡོད་བ་སོང་ཙང་བྱེད་པ་པོ་ས་བཅད་ཀྱི་ཁྲར་བ་ད་བྱེད་སྒྲ་ཟེར་དུས་དག་ལ་སྦྱར་བྱ་བ་ཡོད་བ་སོང་ཙང་ཨ་ནི་རི་མོ་བྲིས་མཁན་གྱི་བྱ་བ་བྱེད་མཁན་དེ་དག་ཡིན་པ་དེ་སྟོན་ཐུབ་ཀྱི་ཡོད་རེད། དེའི་སྐབས་སུ་ད་རི་མོ་བྲིས་མཁན་སུ་རེད་ཟེར་ན་དག་རེད་ད།

གཉིས་ལས་ཀྱི་འདུག་དེའི་འབའ་སོང་ཚ་དག་ལ་སྦྱར་གྱི་མེད་དེ་འདྲའི་ལ་ཡ་ཡོག་མ་རེད་གསུངས་ནས་ད་དེ་འདྲ་བོ་ཡིན་པ་ཡིན་ན། ད་ལྟ་དཀར་ལེགས་དྲུང་ཡིག་གིས་དེ་ལ་བྱེ་བྲག་གཉིས་ཐམ་པ་ལེགས་ཀྱི་འདུག་ཤིང་མཁན་དེ་ལ་ཡང་བྱེ་བྲག་ལེགས་ཀྱི་འདུག་སྟ་རེ་དེ་ལ་ཡང་བྱེ་བྲག་ལེགས་ཀྱི་འདུག་བྱེ་བྲག་གཉིས་མཉམ་དུ་ལེགས་འདུག་འདི་འགྲིག་གི་མི་འདུག་དེའི་འབའ་སོང་ཚ་སྟ་རེ་ལ་བྱེ་བྲག་སྦྱར་གྱི་མ་གཏོགས་ཤིང་མཁན་ལ་བྱེ་བྲག་སྦྱར་གྱི་མེད་ཟེར་ནས་ཁོ་གྲངས་ཀ་འདྲ་བོ་ཞིག་བསྐྱར་ནས་མང་ཉུང་གི་བྱེ་བྲག་གཉིས་ལེགས་ཀྱི་འདུག་དེའི་འབའ་སོ་སྦྱར་གྱི་མེད་དེ་འདྲའི་ལ་ཡ་ཡོག་མ་རེད་གསུངས་ནས་བྱེ་བྲག་ཟེར་ཏེ་བྱེད་པོ་པོ་སྟོན་མཁན་སྟོན་བྱེད་ཀྱི་ཆེད་དུ། མ།

འགྲེལ་བརྡ་རྒྱབ་བཞག་ཡོད་སོང། ད་ཨ་མ་དེ་ལ་བྱེད་སྒྲ་ག་རེ་བྱིན་རྒྱག་ཡིན་ཟེར་ན་རི་མོ་བྲི་མཁན་དེ་ཨ་མ་ཡིན་པ་རི་མོ་བྲི་བའི་བྱ་བ་བྱེད་མཁན་རི་མོ་བྲི་བའི་བྱ་བ་སྒྲུབ་མཁན་དེ་བྱེད་པ་པོ་དེ་ཨ་མ་ཡིན་པ་སོང་ཙང་ཨ་མ་དེ་ལ་བྱེད་སྒྲ་རྒྱབ་ཡོད་ཟེར། འོ་འདུག་བྱས་ནས་ད་དེ་འདྲས་ཀྱི་དེ་འདྲས། དེ་དུས་བྱེད་སྒྲ་དང་འགྲེལ་སྒྲ་གཉིས་ཀྱི་དོན་དག་སྟོན་ཚུལ་དེ་ལ་གནམ་ས་གི་ཁྱད་པར་ཡོད་རེད་སོང་དེ་ཡིན་པ་སོང་ཙང་བྱེད་སྒྲ་བྲི་ས་ལ་འགྲེལ་སྒྲ་བྲི་བཞག་ན་འགྲིག་གི་ཡོད་མ་རེད་སོང།

གནས་ཚུལ་འདི་ལ་ལྟ་གི་ལྟ་གི་བྱས་ནས་བྱེད་པ་པོ་སུ་རེད་འདུག་ན་ཡང་ཨ་ནི་འདི་ལ་ག་རེ་འགྲིག་དགོས་ཟེར་ན་བྱེ་བྲག་འགྲིག་དགོས་རེད་ད་ཟེར་ནས་འོ་ད་འདི་ངེས་པར་དུ་ཁེངས་དགོས་རེད་ད་འདི་ཚོ་བྱེད་པ་པོ་ཡིན་པ་ལ་ད་དཔེར་ན་ཤིང་མཁན་གྱི་སྟ་རེ་ལྕང་ར་རུ་ཤིང་བཅད་སྲིད་དུས་ཤིང་མཁན་དེ་བྱེད་པ་པོ་ཡིན་པ་ཁས་ལེན་དགོས་རེད་བ་དཀའ་ལེབ་དྲུང་ཡིག་ཤིང་མཁན་དེ་བྱེད་པ་པོ་ཡིན་བཞིན་དུ་ཨ་ནི་ཁོ་ཤིང་མཁན་དེ་ལ་བྱེ་བྲག་མ་བྱས་འབྲེལ་སྒྲ་བྱ་ཤར་ན་ད་འགྲིག་གི་ཨོ་མ་རེད་གསུངས།

གཅིག་ག་རེ་ཨ་མ་དེ་རེ་གང་ཟག་གཅིག་ག་རེ་ད་རེ་བ། དེ་འདི་ད་དང་ཨ་མ་གཉིས་ཀ་གང་ཟག་རེ་བ་སྐྱེས་བུ། སེམས་ཅན་ཆགས་གང་ཟག་ད་ཨ་མ་དེ་རེད་དམ། ད་དེ་རེད་ཟེར་ན་ནི་རི་མོ་བྲིས་པའི་བྱ་བ་བྱེད་པ་པོ་དེ་ད་རེད་ད་ཟེར་ཏེ་དེ་ལ་ཉིད་དུ་གོ་ཐུབ་ཀྱི་ཡོད་རེད། ནོར་བ་འཁྲུལ་བ་མེད་པའི་ཐོག་ནས་གོ་ཐུབ་ཀྱི་ཡོད་རེད། གར་ཅན་གོ་ཐུབ་གི་ཟེར་ན་ད་དེ་ལ་བྱེད་སྒྲ་བྲིས་འདུག་བ་ཟེར་ནས། གན་སོང་ཨ་མ་དེ་ལ་བྱེད་སྒྲ་བྲིས་མི་འདུག་བ་ཨ་མ་དེ་ལ་འབྲེལ་སྒྲ་བྲིས་ཤག་འདུག་དེ་ཡིན་པ་སོང་ཙང་རི་མོ་དེ་སུ་ཡིས་རི་མོ་བྲིས་ཀྱི་ཡོད་རེད་ཟེར་ན་ཨ་མ་ཡིས་རི་མོ་བྲིས་ཀྱི་ཡོད་རེད་ད་ཟེར་ནས་ཨ་མ་དང་རི་མོ་གཉིས་ལ་ནི་འབྲེལ་བ་ཡོད་པ་ཙམ་ཞིག་སྟོན་གྱི་ཡོད།

དེ། དེ་ལ་འབྲེལ་སྒྲ་བྲིས། དུ་བ། དེ་ལ་བྱེད་སྒྲ་བྲིས། དེ་མ་ཡིན་པར་གཞན་ཚང་མ་གཅིག་པ་རེད་སྨྱུ་གུ་སྨྱུ་གུ་ཨ་མའི་ཨ་མའི་རི་མོ་རི་མོ་རི་མོ་བྲིས། གཅིག་པ་རེད་དུ་བ། ད་དེ་གི་བྱེད་སྒྲ་དེ་ལ་བྱེད་སྒྲ་བྲིས་པ་དང་དེ་ལ་འབྲེལ་སྒྲ་བྲིས་པ་བྱེད་སྒྲ་དང་འབྲེལ་སྒྲ་གཉིས་ཀྱི་ཐོག་ནས་དོན་དག་དེ་གནམ་ས་གི་ཁྱད་པར་ཤོར་འགྲོ་གི་ཡོད་རེད། རྒྱུགས་འགྲོ་གི་ཡོད་རེད་དེ་ཡིན་པ་སོང་ཙང། དེ། གཟབ་གཟབ་བྱས་ནས་བྲིས་པ་རེད་མ་གཏོགས་གང་བྱས་འབྲེལ་བྱས་ཡོད་མ་རེད་སོང། ད་དེ་ད་གི་སྨྱུ་གུའི་ཨ་མའི་རི་མོ་བྲིས་ཟེར་དུས། དེ། བྲིས་པའི་གི་བྱ་བ་བྱེད་པ་པོ་དེ། ད་ཡིན་པ་དེ་དེ་ལག་གཉིས་འདུག་སྟོན་ཐུབ་གི་རེད་བས་ཟེར་ན་ད་སྟོན་ཐུབ་གི་མ་རེད་སོང་རེད།

ད་ད་དེ་བྱེད་པོ་པོ་ཡིན་པ་སུ་གཅིག་གི་ཡང་གོ་བ་ལེན་ཐུབ་ཀྱི་མ་རེད་ཟེར། འོ་ན་ག་རེ་གོ་བ་ལེན་འགྲོ་གི་རེད་ཟེར་ན་འདི་སྨྱུ་གུ་དེ་ཡི་གེ་བྲིས་རྗེས་ཀྱི་སྨྱུ་གུ་དེ་ནི་སུ་ཡི་སྨྱུ་གུ་རེད་ཟེར་ན་དག་གི་སྨྱུ་གུ་རེད་ད་ཟེར། འོ་དེ་ཚོ་ནི་སྨྱུ་གུ་དེ་གི་དག་པོ་དེ་དག་ཡིན་པ་ཙམ་ཅིག་གཞན་གྱི་གོ་བ་ལེན་འགྲོ་གི་རེད་ཟེར། དེ་ཙམ་ཅིག་གོ་ཐུབ་ཀྱི་རེད་མ་གཏོགས་ད་དེ་བྱེད་པོ་པོ་ཡིན་པ་གོ་ཐུབ་ཀྱི་མ་རེད་ཟེར། གང་ཡིན་ཟེར་ན་ཁྱོད་ཀྱིས་དེ་ལ་འགྲེལ་སྒྲ་རྒྱབ་ཤག་འདུག་བ་འགྲེལ་སྒྲ་རྒྱག་ཡུན་དུ་དག་དང་སྨྱུ་གུ་གཉིས་ལ་དག་པོ་དང་ནོར་གྱི་འབྲེལ་བ་ཡོད་པ་ཙམ་གྱིས་སྨྱུ་གུའི་དག་པོ་དེ་དག་ཡིན་པ་ཙམ་གྱིས་སྟོན་ཐུབ་ཀྱི་རེད་མ་གཏོགས་བྱེད་པ་པོ་དེ་གང་ཟག་གཞན་པ་ཅིག་ཡོད་པ་ཅིག་ཨ་ཁོ་བློ་ལ་དེ་འདྲ་ཤར་ཡོང་གི་རེད་གསུངས་རེད་འདི་ཡིན་པ་སོང་ཙང་དེ་སོ་སོ་གྱི་བརྗོད་འདོད་ཀྱི་བརྡ་སྤྲོད་བརྡ་དེ་ཡང་དག་པ་ཅིག་སྤྲོད་མ་ཐུབ་པ་ཆགས་འགྲོ་བརྡ་ཡང་དག་པ་ཅིག་འཕྲོད་གི་ཡོད་མ་རེད་སོ་སོ་གྱི་བརྡ་སྤྲོད་འདོད་ལ་ག་རེ་དག་དེ་དེ་འདི་ནང་བཞིན་བྱས་ནས་དག་དེ་ཨ་མེས་ཀྱི་རི་མོ་བྲིས་མཁན་ཡིན་པ་དང་རི་མོ་བྲིས་རྗེས་དེ་ལ་སྨྱུ་གུ་བེད་སྤྱོད་བཏང་བ་ཡིན་པ་དེ་འདྲས་ཀྱི་བརྡ་སྤྲོད་འདོད་ཡོད་རེད་བ།

དག་དེ་ལ་ག་རེ་རྒྱག་བྱེད་ལ་འབྲེལ་སྒྲ་རྒྱག་བྱེད་དུས་ཨ་མ་དེ་སུའི་ཨ་མ་རེད་ཟེར་ན་དག་གི་ཨ་མ་ཡིན་དག་ཟེར་ནས་འདིར་འབྲེལ་བ་སྟོན་པའི་ཆེད་དུ་དེ་ལ་འབྲེལ་སྒྲ་རྒྱག་བྱེད་དུས་དག་འདི་དག་གཉིས་ཀ་ལ་ཡང་འབྲེལ་སྒྲ་རེ་རེ་རེ་རེ་རྒྱག་བྱེད་ཨ་ནི་འདི་རི་མོ་དེ་ག་རེ་སུའི་རི་མོ་ཡིན་ཟེར་ན་ཨ་མའི་རི་མོ་ཡིན་པ་ཡིན་ཟེར་ནས་འབྲེལ་བ་སྟོན་ཡ་ཆེད་དུ་ཨ་མ་ལ་འབྲེལ་སྒྲ་རྒྱག་བྱེད། དེ་ཡིན་དུ་ཟེར་ནས་ད་དེའི་ནང་ལ།

བྱ་བ་བྱེད་མཁན་དེ་ཨ་མ་རེད། གང་ཡིན་ཟེར་ན་ཨ་མ་ལ་དེ་བྱེད་དྲ་རྒྱབ་དུ་བ། བྱེད་པ་པོ་སྟོན་བྱེད་ཀྱི་དྲ་དེ་ཨ་མ་ལ་དུ་བ། དེའི་བ་སོང་ཟེར་ཨ་མ་དེ་བྱེད་པ་པོ་ཡིན། དག་དེ་ག་རེ་ཡིན་ཟེར་ན་བྱེད་པ་པོ་མ་ཡིན། འོ་ན་གང་ཡིན་ཟེར་ན་སྨྱུ་གུ་དེ་གི་དག་པོ་ཡིན། དེ་དེ་ཡང་བྱེད་དུ་དག་པོ་དང་ནོར་གྱི་འབྲེལ་བ་སྟོན་བའི་ཆེད་དུ་འབྲེལ་དྲ་རྒྱབ་བྱེད་དུ་བ། འོ་ན་ད་དྲི་བྱེད་དེ་ག་རེ་ཡིན་ཟེར་ན་སྨྱུ་གུ་ཡིན། སྨྱུ་གུ་ཡིན་པ་དེ་ག་འདྲ་ཅིག་བསྟན་དུ་སྨྱུ་གུ་ལ་བྱེད་དྲ་རྒྱབ་དུ་བ། འོག་ཏུ་བྱས་ནས། རྟ་དེ་གོ་རིམ་རྣོ་ལ་བྱ་རོ་བ་བྱེད་པ་དེ་སྔོན་ལ་བྱ་བྱེད་པ་པོ་དེ་མཇུག་ལ་བྱ་རྗེས་ལ་བྱ་ཞེར། དེའི་མཛུས་རྩ་ནི་རི་མོ་བྲི་བའི་གི་བྱ་བ་བྱེད་པ་པོ་རི་མོ་བྲི་བ་པོ་སུ་རེད་ཟེར་ན་ཨ་མ་ཡིན། རི་མོ་བྲི་བྱེད་ག་ཡིན་ཟེར་ན་སྨྱུ་གུ་ཡིན། འོ། ད་སྨྱུ་གུ་དེ་གི་དག་པོ་སུ་ཡིན་ཟེར་ན་ད་ཡིན། དེའི་མཛུས་ད་དེ་བྱ་བ་བྱེད་པ་པོ་མ་ཡིན། ད་སུས་རི་མོ་བྲི་གི་ཡོད་ཟེར་ན་ད་དེ་རི་མོ་སུས་བྲིས་ན་ཡང་འགྲིག་གི་རེད་བ། བཀྲ་ཤིས་ཀྱིས་རི་མོ་བྲིས་ལགས་སོ་བ། ཡང་ན། བཀྲ་ཤིས་མ་ཡིན་དུད་འགྲོ་འདྲ་བོ་ཤར་ན་ཡང་རི་བོང་གིས་རི་མོ་བྲིས།

ད་བྱེད་སྒྲ་ཉི་ཚེ་ངེས་པར་དུ་འགྲིག་དགོས་རེད། མ་འགྲིག་ན་འགྲིག་གི་ཡོད་མ་རེད། བྱེད་སྒྲ་ཉི་ཚེ་ཐོབ་ཀྱི་ཡོད་རེད་ཟེར་ནས་ད་སི་ཏུ་པན་ཅན་གྱིས་གསུངས་པ་ནང་བཞིན་བྱས་ནས་ཏག་ཏག་ཁོ་རང་བྱེད་སྒྲ་ཉི་ཚེ་ཐོབ་ཀྱི་ཡོད་རེད། ཁོང་གིས་བྱེད་སྟངས་དང་བཅས་པའི་གསུངས་པ་ནང་བཞིན་ཏག་ཏག་ཁོ་རང་བྱེད་སྒྲ་ཉི་ཚེ་བྲིས་ན་ཡག་པོ་ཡོད་རེད་ཟེར་ནས་ད་དེ་ངེས་པར་དུ་མཁྱེན་པ་བྱེད་དགོས་རེད་ད་དེའི་ཐོག་ནས་མཁྱེན་ནམ་བ་ག་རེ་མཁྱེན་དགོས་རེད་ཟེར་ན། ག་རེ་མཁྱེན་ཐུབ་ཀྱི་ཡོད་བ་ད་ག་རེ་རང་བཞིན་གྱིས་གསལ་པོ་ཆགས་འགྲོ་གི་རེད་ཟེར་ན་བྱེད་སྒྲ་དང་འབྲེལ་སྒྲ་ཟེར་ཏེ

དེ་ལྟར་ན་ཞེས་བྱ་བ་འདི་ལ་ཡང་བྱེ་བྲག་མ་བྲིས་པ་ཡིན་ན་འདི་ལྟ་བུའི་གྱི་བྱེད་པ་དེ། བྱེད་པ་ཡིན་པ་སྐབས་སུ་བབ་པའི་གྱི་སྒྲུབ་བྱེད་དེ་ཡིན་པ་དེ་ཡང་གོ་ཐུབ་ཀྱི་མ་རེད། འོ་དེ་ཡིན་པ་སོང་ཙང་ད་བྱེ་བྲག་དེ་ག་བ་བྲི་དགོས་ཀྱི་འདུག་མི་འདུག་འགྲེལ་སྒྲ་དེ་ག་བ་བྲི་དགོས་འདུག་མི་འདུག་ད་དེ་གོང་དུ་དཔེར་བརྗོད་ཤིང་མཁན་གྱི་རྟ་རའི་ཤིང་ལྕེ་ཟེར་བའི་གྱི་དཔེར་བརྗོད་རིམ་པ་དེ་དང་ད་ལྟ་དག་གི་ཨ་མའི་རི་མོ་བྲིས་ཟེར་འདིའི་རིམ་པ་དེ་གི་ཐོག་ནས་ཡང་བྱེ་བྲག་དང་འགྲེལ་སྒྲ་གྱི། གནད་འགག་དེ་ཡང་ས་བོ་ས་རྐྱང་གྱི་རང་བཞིན་གྱི་ཆགས་འགྲོ་བ་དེ་འདྲ་ཆགས་སྡོད་ཀྱི་ཡོད།